བཙན་འཛིན་གནང་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། གུས་མོ་ཀུན་དགའ་ཆོས་ལྡན་དེ་ལར་བསམ་བློ་དྲག་སེ་ཡོད་པའི་ཉིན་སློབ་འཛིན་རིམ་བརྒྱད་པའི་ནང་དུ་སློབ་སློབ་སྦྱོང་བྱས་དང་བྱེད་བཞིན་པ་ཡིན་དེ་རིང་ངས་བོད་ཀྱི་སྐད་ཡིག་གལ་ཆེ་སྐོར་ཏོག་ཙམ་ཞུ་རྒྱུ་ཡིན། དང་པོ་བོད་སྐད་དེ་བོད་མིའི་རྒྱབ་ཡོད། གང་ཡིན་ཟེར་ན་ང་ཚོའི་འཛམ་གླིང་ནང་དུ་རྒྱལ་ཁབ་མང་པོ་ཡོད་རྒྱལ་ཁབ་མང་པོ་རྒྱལ་ཁབ་རེ་རེ་ལ་ང་ཚོའི་སྐད་ཡིག་དང་རིག་གཞུང་ཡོད། དཔེར་ན་ཤ་ཞེས་ན་རྒྱ་གར་ལ་རྒྱ་སྐད་དང་རྒྱ་གར་གྱི་རིག་གཞུང་ཡོད་རེད་ཅིག་པ་ཅིག་ཟིན་ང་ཚོ་བོད་བོད་བོད་ལ་བོད་ཀྱི་སྐད་ཡིག་དང་བོད་ཀྱི་རིག་གཞུང་ཡོད་རེད། ང་ཚོའི་བོད་ཀྱི་སྐད་ཡིག་དང་བོད་ཀྱི་རིག་གཞུང་སྲུང་སྐྱོབ་མ་བྱེད་ན་མི་རིགས་གཞན་པས་ང་ཚོའི་ཀྱི་བོད་ཀྱི་སྐད་ཡིག་དང་བོད་ཀྱི་རིག་གཞུང་སྲུབ་སྐྱོལ་སྲུང་སྐྱོབ་བྱེད་ཀྱི་མ་རེད། གཉིས་པ། ང་ཚོའི་རྒྱ་གར་གྱི་ནང་དུ་རྒྱ་གར་གྱི་མི་འབོར་མང་པོ་ཡོད་པ་དང་བོད་མི་གྱི་མི་འབོར་ཉུང་ཉུང་ཡོད་ཡིན་ན་ཡང་ང་ཚོའི་བོད་མི་གྱི་མི་འབོར་དེ་བརླགས་ནས་གང་ཡིན་ཟེར་ན། ཁོང ྋགོང་ས ྋསྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་དང། བོད་ཀྱི་སྐད་ཡིག་དང་བོད་ཀྱི་རིག་གཞུང་ལ་བརྟེན་ནས་ང་ཚོའི་བོད་མི་ཉུང་ཉུང་ཡང་ཡོད་ཙང་བླ། གསུམ་པ་འཛམ་གླིང་ནང་དུ་ཡོད་པའི་དཔེ་ཆ་མང་ཆེ་བ་བོད་སྐད་དུ་ཡོད་དེ་སོང་ཙང་རྒྱལ་ཁབ་གཞན་པའི་བོད་སྐད་ཐོག་ཏུ་ཡོད་པའི་སྐད་དཔེ་ཆ་རྣམས་རང་ཡུལ་གྱི་ཐོག་ཏུ་བསྒྱུར་གྱི་ཡོད། དེ་སོང་ཙང་ང་ཚོའི་འཛམ་གླིང་ནང་དུ་དམག་དང་འཁྲུག་པ་མི་འཆམ་པ་རྣམས་སེལ་ཐུབ་ཀྱི་ཡོད། ངས་བསམ་པར། བོད་སྐད་དེ་བོད་ཀྱི་སྐད་ཡིག་དང་བོད་ཀྱི་རིག་གཞུང་ནང་ཚད་འདི་དང་ཚད་ཕྱི་མར་བོད་མི་དང། མི་འབོར་གཞན་པ་རྣམས་ལ་ཚང་མ་བློ་ལ་ཕན་ཐོགས་པོ་ཡོད། དེ་རིང་གི་བརྙན་ཐུང་དེའི་ནང་དུ་ངའི་དམིགས་ཡུལ་འདི་གང་ཡིན་ཟེར་ན་རང་ཚོ་བོད་ཀྱི་སྐད་ཡིག་དང་བོད་ཀྱི་རིག་གཞུང་རྣམས་བོད་སྤྱི་པས་མི་སེར་ཡག་པོ་བྱེད་རོགས་གནང། ཚང་མ་ལོ་ཐུགས་རྗེ་གནང་བོད་རྒྱལ་ལོ།